བོད་ཀྱི་གཉེན་སྒྲིག་གི་ཉིན་རེའི་གསར་འགྱུར་ལས་རིམ་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་ཞུ་བ་དང་སྦྲགས། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་བཞི། རབ་གནས་མེ་བྱ་ལོའི་བོད་ཟླ་བཅུ་གཉིས་རྒྱལ་ཟླ་བའི་ཚེས་པ་གཉིས་དང། སྤྱི་ལོ་ཉིས་སྟོང་བཅོ་བརྒྱད་ཟླ་བ་དང་པོའི་ཚེས་བཅོ་བརྒྱད་རེས་ས་ཕུར་བུའི་གསར་འགྱུར་ལས་རིམ་ཉེར་འབྲི་ཞུ་མཁན་དུད་འགྲོ་རྣམ་རྒྱལ་ཡིན། དེ་རིང་གི་ལས་རིམ་དེའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉིན་གྲངས་བཞི་ཡི་གསུང་ཆོས་དབུ་འཛུགས་མཛད་པའི་སྐོར་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱལ་དབང་སྐུ་འཕྲེང་རིམ་བྱོན་གྱི་བཀའ་དྲིན་རྗེས་སུ་དྲན་པའི་མཆོད་འབུལ་ཐོག་དབུ་བཞུགས་མཛད་པའི་སྐོར། དཔའ་ཟླའི་ཚོགས་གཙོ་མཆོག་གིས་སྐུ་ཞབས་ནན་ཀི་ཤོར་ཁྲི་ཀ་དམ་པ་དེ་ཉིད་ཀྱིས་ཤུལ་ལུས་ནང་མི་སྤུན་ཉེ་ཚོར་གདུང་སེམས་མཉམ་སྐྱེད་གནང་བའི་སྐོར། དཔའ་ལྡན་ཚོགས་གཞོན་མཆོག་རྒྱ་གར་ཡུ་བི་མངའ་སྡེའི་ནང་གཞུང་འབྲེལ་ཕྱོགས་ཕེབས་གནང་གཏན་འཁེལ་བའི་སྐོར་བཅས་སྙན་སྒྲོན་ཞུ་རྒྱུ་ཡོད་གསར་འགྱུར་ཞིབ་ཕྲ་རིམ་པས་གཟིགས་རོགས་གནང། སྤྱི་ནོར་ཀོང་སི་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་དེ་རིང་ཚེས་བཅོ་བརྒྱད་ཉིན་འཇིགས་བྱེད་ལྷ་བཅུ་གསུམ་པའི་དབང་གི་སྟ་གོན་དབུ་འཛུགས་གནང་འདུག་སྐབས་དེར་ཆོས་འབྲེལ་དངོས་སུ་དབུ་འཛུགས་མ་མཛད་གོང་སྤྱི་ནོར་ཀོང་སི་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ནང་ཆོས་ལུགས་འདྲ་མིན་ཡོད་པ་དེ་དག་ཕན་ཚུན་མཐུན་སྒྲིལ་བྱེད་དགོས་རྒྱུ་གལ་ཆེན་པོ་ཡིན་པ་དང། དེ་བཞིན་བོད་ཀྱི་སངས་རྒྱས་པའི་ཆོས་ཀྱི་ནང་ཚན་ས་དགེ་བཀའ་རྙིང་རིས་སུ་མ་ཕྱེས་པའི་ཆོས་བརྒྱུད་ཕན་ཚུན་དབུ་ཞྭའི་མཚོན་ཐོག་དང་གཞུང་གི་ཁྱད་པར་ལ་མ་འགྲོ་བར་མཐུན་སྒྲིལ་བྱེད་དགོས་རྒྱུ་ཧ་ཅང་གི་གལ་ཆེན་པོ་ཡིན་པའི་སྐོར་བཀའ་སློབ་འདི་ལྟར་ཕེབས་སོང།

ཉིན་གྲངས་བཞིའི་རིང་བསྩལ་གནང་རྒྱུ་དང། དེའི་རིང་འཇིགས་བྱེད་ལྷ་བཅུ་གསུམ་པའི་དབང་གིས་མཚོན་བདེ་མཆོག་གི་དབང། འཇིགས་བྱེད་དཔའ་བོ་གཅིག་པའི་བཀའ་དབང་བཅས་བཀའ་དྲིན་བསྩལ་རྒྱུ་ཡིན་པ་རེད། ཁ་སང་ཚེས་བཅུ་བདུན་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་མཆོད་རྟེན་ཆེན་མོའི་ནང་རྒྱལ་དབང་ཀུན་འདྲིལ་རིམ་བྱོན་གྱི་བཀའ་དྲིན་རྗེས་སུ་དྲན་པའི་མཆོད་འབུལ་རྒྱས་པའི་ཚོགས་མགོན་དུ་དབུ་བཞུགས་མཛད་པ་དང་མཆོད་འབུལ་སྨོན་ལམ་དེ་ནི་སྐུ་བཅར་རྣམ་རྒྱལ་ཕན་བདེ་ལེགས་བཤད་གླིང་གྲྭ་ཚང་ནས་སྔར་འགྱུར་རྙིང་མའི་སྨོན་ལམ་དབུ་འཛུགས་དང་བསྟུན་གོ་སྒྲིག་གནང་བ་ཞིག་རེད་འདུག་ཐོག་མར་རྣམ་གྲྭ་མཁན་རིན་པོ་ཆེ་མཆོག་དང། ཀ་ཐོག་དགེ་རྩེ་རིན་པོ་ཆེ། གཞན་ཡང་མཁན་བླ་སྤྲུལ་ཁག་གཅིག་གིས་ཕེབས་བསུ་དང་བཅས་མཆོད་རྟེན་ཆེན་མོའི་རྟེན་གཙོར་བཞུགས་པའི་ཐུབ་དབང་སྐུ་བརྙན་ལ་མཆོད་མཇལ་ཞུས་ཡོད་པ་རེད། སྐབས་དེར་སྤྱི་ནོར་ཀུང་སི་སྐྱབས་མགོན་ཆེན་པོ་མཆོག་ལ་མེ་མདའི་རྟེན་གསུམ་འདེགས་འབུལ་ཞུས་རྗེས་རྒྱལ་དབང་ཀུན་འདྲིལ་རིམ་བྱོན་གྱི་རྣམ་ཐར་སྙིང་བསྡུས་གསེར་གྱི་ཕྲེང་བ་ཞེས་པ་དབུ་འབྱེད་བཀའ་དྲིན་བསྐྱངས་གནང་འདུག་སྤྱིར་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་གུ་བསྒྲིགས་ཞུས་པའི་སྐུ་འཕྲེང་རིམ་བྱོན་གྱི་བཀའ་དྲིན་རྗེས་སུ་དྲན་པའི་རྗེས་དྲན་མཆོད་འབུལ་རྒྱས་པ་དེ་བཞིན་རྒྱལ་དབང་སྐུ་འཕྲེང་རིམ་བྱོན་རྣམས་ནི་བོད་དང་བོད་མི་རིགས་དེ་བཞིན་བོད་ཀྱི་ཆོས་དང་རིག་གཞུང་བཅས་ལ་བཀའ་དྲིན་ཤིན་ཏུ་ཆེ་ཞིང་རང་ཅག་ཁ་བ་གངས་ཅན་པའི་ལྷ་སྐལ་དུ་གྱུར་པ་མ་ཟད་ལྷག་པར་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་ནི་རྒྱལ་དབང་ན་རིམ་གྱི་ཐུགས་རྗེའི་བཀའ་དྲིན་བླ་ན་མེད་པའི་འོ་སྐལ་བཟང་གི་བདེ་སྐྱིད་དང་མི་ལོ་ཧྲིལ་པོ་བཞི་བརྒྱ་བཞི་བཅུ་བཞི་བཞི་ལྷག་འཚོ་སྐྱོང་གི་ཐུགས་རྗེའི་བཀའ་དྲིན་རྗེས་སུ་དྲན་པའི་ཆེས་མཆོད་འབུལ་དེ་གོ་སྒྲིག་ཞུས་པ་ཞིག་རེད་འདུག་དེ་ཉིན་ད་དུང་སྤྱི་ནོར་ཀུང་སི་སྐྱབས་མགོན་ཆེན་པོ་མཆོག་གིས་ཝིཏ་ནམ་ཆེད་ལས་མི་སྣ་བརྒྱ་དང་བདུན་ཅུ་ཙམ་ལ་མཇལ་ཁ་དང་བླང་དོར་གྱི་བཀའ་སློབ་ཡང་སྩལ་གནང་འདུག་པ་འདས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་བོད་མི་མང་སྤྱི་འཐུས་ལྷན་ཚོགས་དང་བུད་མེད་ཡོངས་ཀྱི་ཚབ་ཞུས་ཏེ་ཉེ་ལམ་དགོངས་པ་རྫོགས་པའི་སྐུ་ཞབས་ནན་ཀི་ཤོར་ཁྲི་ཀ་དམ་པ་དེ་ཤུལ་ལུས་ནང་མི་སྤུན་གཉིས་ཚོར་གདུང་སེམས་མཉམ་སྐྱེད་ཀྱི་སེམས་གསོའི་འཕྲིན་ཡིག་ཞིག་འབུལ་གནང་འདུག་དམ་པ་ཁོང་ནི་རྒྱ་གར་གསར་འགོད་པ་རྙིང་གྲས་ཤིག་དང་བོད་དོན་ཐོག་ལ་རྒྱབ་སྐྱོར་ཤུགས་ཆེ་གནང་མཁན་ཞིག་རེད་འདུག་དེ་སྔ་ཁོང Nav Bharat Times གི་སྤྱི་ཁྱབ་རྩོམ་སྒྲིག་པ་ཡིན་བཞིན་དུ་བོད་ཀྱི་གནད་དོན་ལ་དོ་ཁུར་གནང་ཡོད་པ་དང། རིམ་པས་བོད་དོན་ཐོག་རྒྱབ་སྐྱོར་ཤུགས་ཆེ་གནང་མཁན་ཞིག་ཆགས་པ་མ་ཟད་ཕྱི་ལོ་ཉིས་སྟོང་གཉིས་ལོར་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་ནང་མའི་ཚོགས་ཆུང་གསར་འཛུགས་གནང་བ་ནས་བཟུང་ལོ་བཅུ་ཕྲག་གཅིག་ལྷག་རིང་འགན་གཙོ་བོ་བཞེས་གནང་ཡོད་པ་རེད། ཕྱི་ལོ་ཉིས་སྟོང་བརྒྱད་ལོར་ས་བྱི་ཞི་རྒོལ་ཆེན་མོའི་དུས་སྐབས་སུའང་རྒྱ་གར་ནང་བོད་དོན་དང་འབྲེལ་བའི་ལས་འགུལ་སྣ་མང་སྤེལ་སྐབས་སྣེ་ཁྲིད་གནང་མཁན་ཞིག་ཡིན་པ་རེད། སྤྱི་འཐུས་ལྷན་ཚོགས་ཀྱི་ཐུགས་གསོའི་འཕྲིན་ཡིག་ནང་དགུང་ལོ་གྱ་བཅུ་གྱ་གཉིས་ལ་ཕེབས་པའི་འགྲོ་གྲོལ་ཁྲི་ཀ་ལགས་ཀྱི་སྙིང་སྟོབས་དང་བཀའ་དྲིན་རྣམས་དུས་རྟག་ཏུ་སེམས་ལ་བཞག་རྒྱུ་ཡིན་ཅེས་འཁོད་འདུག་ཉེ་ལམ་གཟའ་ཟླ་བའི་ཉིན་ཁོང་ཡུན་རིང་ནད་མནར་རྐྱེན་པས་ལྡི་ལི་ཨེམ་སི་སྨན་ཁང་དུ་དགོངས་པ་རྫོགས་པ་དང་ད་ལྟ་རྗེས་ཤུལ་སྐུ་ཟླ་དང་བུ་གཉིས་ཡོད་པ་རེད་འདུག་དཔལ་ལྡན་བོད་མི་མང་སྤྱི་འཐུས་ཚོགས་གཞོན་ཨཅཱ་རའི་ཡེ་ཤེས་ཕུན་ཚོགས་མཆོག་རྒྱ་གར་ཡུ་པི་མངའ་སྡེའི་ནང་ཧ་པུར་ནང་རྟེན་གཞི་བྱས་པའི་རྒྱལ་སྤྱིའི་ནང་པའི་ཤེས་ཡོན་སློབ་གཉེར་ཁང་གི་དཔེ་མཛོད་ཁང་གསར་པ་དབུ་འབྱེད་ཀྱི་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོར་གདན་ཞུས་ལྟར་གཞུང་འབྲེལ་ཕྱོགས་ཕེབས་གནང་གཏན་འཁེལ་ཡོད་པ་རེད། པ་འདས་ཚོགས་གཞོན་མཆོག་ཕྱི་ཚེས་བཅུ་དགུ་ཉིན་རྒྱབ་རྡ་ས་ནས་ལྡི་ལིར་ཕེབས་ཐོན་གནང་སྟེ་ཕྱི་ཚེས་ཉི་ཤུ་ཉིན་རྒྱལ་སྤྱིའི་ནང་པའི་ཤེས་ཡོན་སློབ་གཉེར་ཁང་གི་དཔེ་མཛོད་ཁང་གསར་པ་དབུ་འབྱེད་གནང་རྒྱུ་རེད་འདུག་པ་འདས་ཚོགས་གཞོན་མཆོག་ཕྱིར་རྡ་རམ་ས་ལར་ཕྱི་ཚེས་ཉི་ཤུ་རྩ་ལྔའི་ཉིན་ཕེབས་འབྱོར་གནང་རྒྱུ་རེད་འདུག་དེ་རིང་གི་གསར་འགྱུར་ལས་རིམ་དེ་ཙམ་ཡིན། བོད་ཀྱི་བརྙན་འཕྲིན་ནས་རྒྱང་སྲིང་ཞུས་པའི་ཉིན་རེའི་གནས་ཚུལ་ཁག་གཤམ་འཁོད་དྲ་རྒྱའི་ཁ་བྱང་ཐོག་ནས་གཟིགས་རྒྱུ་ཡོད་པ་དང། དེ་བཞིན་བོད་རྒྱ་དབྱིན་གསུམ་གྱི་སྐད་ཡིག་ཐོག་ནས་ཀྱང་ཉིན་རེའི་གསར་འགྱུར་ཁག་གཤམ་འཁོད་དྲ་རྒྱའི་ཁ་བྱང་ཐོག་ནས་གཟིགས་རྒྱུ་ཡོད་པས་དེ་དོན་དགོངས་འཇགས་གནང་རོགས་གནང།